ཡོད་པ་འདི་ལྟ་བུ་དེ་རྙེད་པ་ཤིན་ཏུ་དཀའ་བ་རེད་གསུངས་པ་རེད་ད་བར་ནི་ནི་རྙེད་པ་ཤིན་ཏུ་དཀའ་ཟེར། རྙེད་དཀའ་བའི་རྒྱུ་མཚན་ག་རེ་རེད་ཟེར་ན། རྒྱུ་སྒྲུབ་དཀའ་བ་ཡིན་ཙང་དེའི་དབང་གིས་རེད། ང་རང་ཚ་མོ་ལོ་ལེགས་དང་ཉོན་མོ་པའི་གཞན་དབང་དུ་སོང་བ་ཆ་ལག་ཡིན་ཙང་དུས་རྒྱུན་དུ་བྱེད་རྒྱུ་དད་པ་དང་བསམ་རྒྱུ་ཉོན་མོངས་དེ་མེད་པ་ལྟ་བུ་ཞིག་བྱས་ནས

ཐེངས་གཅིག་ཤོར་ནས་ཡར་འགྱོག་དེ་འདྲས་བྱེད་ཐུབ་ཡ་དེ་ཕ་ལས་ཁ་བོ་རེད་གསུངས་པ་རེད། གང་ཡིན་ཟེར་ན་ད་ལྟ་ང་རང་ཚོས་རང་ལུགས་རང་གིས་ལྐོག་ཏུ་མ་བཅོས་པ་ཡིན་ཙང། ཉིན་རེ་ཉིན་རེའི་མདོ་སྔགས་ཡིག་གཟུངས་ཀྱི་བཅོས་པ་ལ་ཚོད་དཔག་བྱེད་ཀྱི་ཡིན་ན། ཕྱི་མ་མེད་གསུམ་འགྲོ་བའི་རྒྱུ་དང། ཕྱི་མ་འདི་འགྲོ་འཆི་བའི་རྒྱུ་གཉིས་པོ་དེ། རྒྱུན་དུ་མ་མྱོང་ཐར་པར་ཞོག་དེ་ཡིན། མ་མྱོང་ཙམ་མ་ཟད་པའི་སྟོབས་ཆེ་ཆུང་ཐར་པར་ཞོག་དེ་ཡིན། ཡིན་དུས་སྐབས་ལ་ཡ། དུས་ཕྱིས་ནས་འདི་ལྟ་བུ་རྙེད་ཡ་དེ་དཀའ་བོ་རེད་དེ་ཡིན་ཙང་ད་རེས་ལན་གཅིག་ཐོབ་པའི་སྐབས་འདི་ལ་ངེས་པར་དུ་སྙིང་པོ་བླང་དགོས་རེད་གསུངས་པ་རེད། འོ་དེ་འདྲ་ཡིན་ཙང། ད་བས་དེ་ཙམ་མི་བྱེད་པའི་སྐབས་འདི་ལ་ཡ། རང་རང་གི་བློ་སྟོབས་ལ་མཐུན་པ་ཅིག་གིས་སྤྱི་བོའི་མངོན་འདོད་ཅིག།

འཇིག་རྟེན་གྱི་བྱ་བཞག་ལ་ལྟོས་ནས་སྐྱེ་བ་ཕྱི་མའི་དོན་སྒྲུབ་ཐུབ་ཡ་ཅེས་མི་སྨྲ་བ་རེད། ཨ་ཁྱོད་ལ་ཡང་ཆོས་ལུགས་འདྲ་མིན་སྣ་ཚོགས་ཅིག་ཡོད་པའི་ནང་ནས། སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ། འཁོར་བ་ལས་གྲོལ་བའི་ཐར་པ་དང།

ཡིན་ན་ཡང་འཁོར་བ་ལས་ཤིན་ཏུ་ཐར་བའི་ཐར་པ་གཅིག་གིས་འདུལ་བ་ཡོད་པས་ཡིན་ན་ཐར་པའི་འཁོར་བ་འགྲོ་བར་ཡང་སངས་རྒྱས་ཆོས་འདི་གཞན་དང་མི་འདྲ་བ་དག་འདི་ལས་གཞན་པའི་ཆོས་ལུགས་ཀྱི་ནང་ལ་འཁོར་བའི་རྩ་བ་སྤངས་པའི་ཐར་བ་མྱང་འདས་ཀྱི་དབང་བསྡུ་བའི་ལམ་དེ་མ་བསྟན་པ་རེད། སྔོན་བསྡུའི་གོ་འཕང་ཙམ་དང་འདི་ལས་གཞན་པའི་སྔོན་བསྡུ་ལ་ཅི་དགོས་ཨང། ནང་དོན་རིག་པའི་ཉམས་ལེན་ལ་བརྟེན་ནས་རང་གི་བློ་ཡི་ནུས་པ་གོང་མཐོར་གཏང་ཡག་གི་གདམས་ངག་ཚང་མའི་ནང་དུ་ཡོད་རེད་དེ། གང་ལྟར། འཁོར་བའི་རྩ་བ་མ་རིག་པའི་དངོས་ཉིད་དུ་གྱུར་པའི་སྟོང་ཉིད་དུ་བའི་ཤེས་རབ། བསྒོམས་ནས། ཁུ་བ་རྒྱུད་དུ་བཅས་པ་ལས་གྲོལ་བའི་ཐར་བ་དང། དེ་ཙམ་དུ་མ་ཟད་པའི་ཤེས་སྒྲིབ་སྦངས་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་གི་ལམ་དེ་སངས་རྒྱས་ཀྱི་གཞུང་ལུགས་ལས་གཞན་དུ་མེད་པ་ཡིན་ཙང། ལྟ་བ་ཐམས་ཅད་བྱིན་པའི་གོ་འཕང་དོན་དུ་གཉུག་མའི་འབྱིན་པ་ཡིན་ན། སངས་རྒྱས་ཆོས་དང་དགེ་འདུན་ཏེ་ཐར་པ་འདོད་པ་རྣམས་ཀྱི་ཆ་དུ་གསུངས་པ་ནང་བཞིན། ཐར་པ་དོན་དུ་གཉེར་བའི་གང་ཟག་སྦྱིན་ཅི་མཇལ་འདི་ཡང། འདི་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པའི་ཆོས་ལ་འཇུག་དགོས་ཡ་དེ། མེད་དུ་མི་རུང་བ་དང། བཞི་པོ་གཉིས་པ་མེད་པར་བསྟན་འདི་ལས་གཞན་པའི་ཐ་དག་པའི་སྒོ་གཞན་མེད་པ་ཅིག་ཏུ་འཚལ་བ་རེད། སངས་རྒྱས་ཀྱི་བསྟན་པ་ལ་ཞུགས་པ་ལ་ཡང་བསྟན་པའི་འཇུག་སྒོ་དེ་ལྕམ་དྲུག་དེ་རེད། རང་ཉིད་ནང་པ་སངས་རྒྱས་པ་ཆགས་དང་མི་ཆགས་ཀྱི་ཚགས་ཙམ་དེ་ག་ནས་ཟིན་དགོས་རེད་ཟེར་ན། རང་གི་རྒྱུད་ལ་སྐྱབས་འགྲོ་ཡུལ་བ་དེ་མེད་པ་ལ་བརྟེན་ནས་ཟིན་དགོས་པ་ཅི་རེད། སྤྱིར་བཏང་དེ་རིགས་སམ་ནི། ཆོས་ལུགས་ག་འདྲས་ཕྱིན་པ་ཡིན་ནའི། ཆོས་ལུགས་ཀྱི་གནད་དོན་མ་ཕྱིན་པ་ཡིན་ན་ཡང། ཕ་མ་ནང་པ་ཅིག་ལ་བྱིས་པ་ཡིན་ན་བུ་གུ་དེ་ཆུང་དུས་ནས་ནང་པ་ཡིན་བསམ་པར་རེ་ད། ཕ་མ་ཡེ་ཤུ་རབ་བྱེད་ལ་བྱིས་པ་ཡིན་ན་ཆུང་དུས་ནས་ཡེ་ཤུ་ཡིན་བསམ་པར་རེ། དེ་འདྲ་བྱིས་བ་རེ་ད་དེ།

བུམ་པ་གཅིག། བུ་ཡ་བྱེད། དེ་ནས་ནང་པ་ལ་ཞུགས་པའི་རྗེས་ལ་ཡང། ནང་པ་ལ་ཡ། ཐིག་པ་རིམ་པ་གསུམ་དུ་བྱས་ནས། ཉན་ཐོས་ཀྱི་ཐིག་པ་དང། རང་སངས་རྒྱས་ཀྱི་ཐིག་པ་དང། བྱང་ཆུབ་སེམས་དཔའི་ཐིག་པའམ་ཐིག་པ་ཆེན་པོ། ད་རང་ཉིད་སྤྱི་བོ། ཁུ་བ་ལས་སྤྲུལ་བའི་ཐར་པ་ཙམ་སྟོན་གྱིན་ཡོད་གང་ཟག་ཅིག་ཡིན་ན། ཨ་ནི། ཉན་རང་གི་བྱང་ཆུབ་སྟོན་གྱིན་ཡོད་ཡ་དེ་རེད། ད་རང་སྐྱེ་བོ་ད་བར་ཙམ་ལ་ཐུབ་པའི་འགྲིག་གི་མི་འདུག་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་རང་ལ་ཧ་ཅང་གི་དྲིན་ལྕི་བས། མར་བྱས་པ་ཞིག་ལ་ཡིན་པ་དང། དེ་རྗེས་སྡུག་བསྔལ་གྱི་མནར་བཞིན་དུ་ཡལ་བར་བོར་ནས་རང་ཉིད་ཙམ་ཐར་པའི་བདེ་བ་བཅས་ཐར་པའི་བདེ་བ་ལ་འཇུག་ཡ་དེ། ཡ་རབས་ཀྱི་ཚུལ་དང་མི་མཐུན་པ་ཡིན་ཙང་ངེས་པར་དུ་ཡ་སེམས་ཐམས་ཅད་དོན་བསྒྲུབ་དགོས་འདུག་སེམས་ཐམས་ཅད་དོན་བསྒྲུབ་བ་ལ་ཡ། དོན་གྲུབ་པའི་ཡན་ལག་ལ་སངས་རྒྱས་ཀྱིས་གོ་བ་འདི་ངེས་པར་དུ་དགོས་འདུག་བསམ་པས་བྱང་ཆུབ་ཆུད་དུ་སེམས་བསྐྱེད་དགོས་ཡ་དེ་གང་ཡིན་ཞེ་ན། བྱང་ཆུབ་ཆུད་དུ་སེམས་བསྐྱེད་ཡ་དེ་ཐིགས་པ་ཆེན་པོའི་ལམ་གྱི་འཇོག་སྒོ་རེད། ནང་པ་ལ་ཞུགས་པའི་རྗེས་ལ་ཡང་ནང་པའི་ཐིགས་པ་ག་འདྲས་ཀྱི་ནང་ཞུགས་དང་མ་ཞུགས་དེ་ཡང་སེམས་བསྐྱེད་ལ་རག་ལུས་པ་ཡིན་ཙང། བྱང་ཆུའི་སེམས་ཅི་ཡ་དེ་སྐྱེ་བ་ཆེན་པོའི་ལམ་གྱིས་འཇུག་པར་ཆགས་བསྡད་ཡོད་རེད། དེ་འདྲ་ཡིན་ཙང་ད་ང་རང་ཚོ་བསམ་བློ། སྐྱེ་བ་ཆེན་པོའི་ལམ་ལ་དད་པ་ཡོད་ནའི། ཤ་སྟག་ཡིན་དུས་སྐབས་ལ། སྐྱེ་བ་ཆེན་པོའི་ལམ་གྱིས་འཇུག་གོ། ཨ་བྱང་ཆུའི་སེམས་པའི་སྡོམ་པ་གཅིག་འབུལ་ཡ་བྱས་ནས། ད་ད་རིང་ང་ཚོས། ཆོས་འབྲེལ་མདོར་བསྡུས་བྱས་ཡི་རིམ་པའི་ནང་འདི་གཉིས་ལོ་འདུ་བྱས་ཡིན། ད། ཐོག་མར། བྱང་ཆུའི་སྡོམ་པ་བླངས་ལ་ཡ། སྐྱབས་ཡུལ་ངོས་ཟིན་དགོས་ཀྱི་ཡོད་རེད།

དེའི་དབང་གིས་བདེན་གཉིས་གཅིག་ཅར་དུ་སྲིད་པའི་ཡེ་ཤེས་སྐྱེ་བ་ཡིན་ཙང་བྱས་པ་ཟིན་ཐོ་སུ་རེད། སངས་རྒྱས་ཞེས་པའི་དོན་དག་མདོར་བསྡུས་རེ་བྱས་པ་ཡིན་ན། ད་ཁྱོད་ཞེས་པ་དེ་གཙོ་བོ་ལམ་ལམ་གྱི་བདེན་པ་དང། ལམ་གྱི་བདེན་པའི་དྲན་འབྲས་སུ་གྱུར་བའི་འགོག་པའི་བདེན་པ། ལམ་གྱི་བདེན་པ་ཟེར་ཡ་དེ་ག་རེ་ལ་དགོས་པ་རེད་ཅེ་ན། སྟོང་ཉིད་མངོན་སུམ་རྟོགས་པའི་བློ། བློ་གང་ལ་བརྟེན་ནས་འཁོར་བའི་རྩ་བ་བདག་འཛིན་གྱི་ཞེན་ཡུལ་སུན་ཕྱུང་བཅས་བདག་འཛིན་སྤང་བར་བྱ་ཡག་དང། བདག་འཛིན་སྤངས་པའི་རྗེས་ལ་ཡང་བདག་འཛིན་གྱི་བག་ཆགས་སུ་གྱུར་པའི་ཤེས་བྱའི་སྒྲིབ་པ་ཡང་བསོད་ནམས་ཀྱི་ཚོགས་ཀྱི་སྦྱར་ལྡན་གྱི་སྟེང་ནས་སྤང་ཡག། འདི་ལྟ་བུ་ལམ་བདེན་པ་དེའི་སྐྱབས་དངོས་འདི་རེད།

ནད་པ་ཧ་ཅང་ཚབས་ཆེན་པོ་ཅིག་ན་གི་ཡོད་ན། ནད་ལས་གྲོལ་བའི་ཐབས་ལ་ཡ། ཐོག་མ། ན་ཚ་ག་རེ་ཡིན་པ་དང་ན་ཚའི་རྒྱུ་ག་རེ་ཡིན་པ་དེ་གསལ་པོ་བྱས་ནས་སྟོན་མཁན་གྱི་སྨན་པ་ཅིག་དགོས་བ་རེད། སངས་རྒྱས་དེ་སྨན་པ་དག་མ་རེད་སངས་རྒྱས་ཡི་གེ་ཁྱད་གར་བཅའ་ལས་ཡོད་བ་མ་རེད་སྐྱབས་སྟོན་པ་པོ་དེ་རེད། ད་སྐྱབས་དངོས་དེས་ན་ཚ་དེ་ངོས་ཟིན་སོང་ན་དེ་ལ་སྨན་ག་རེ་གཏང་དགོས་ཡོད་བ་དེ་གཤིན་རྗེ་ནི་སྨན་བཏང་ཡོང་དུས་ག་ལ་སྨན་གྱི་ནད་ཇི་སྙེད་པ་བྱེད་དགོས་བ་རེད། ཆོས་དེས་སྨན་བཏགས་པ་དེ་རེད། དངོས་སུ་འཇིགས་པ་ལས་སྐྱོབ་མཁན་གྱི་ཆོས་དེས་སྨན་བཏགས་པ་དེ་རེད། ཨ་སྨན་དེ་ཟེར་བའི་སྐབས་ལ་ཡང། དུས་ཚོད་ཏག་ཏག་ལ་སྐྲན་ངན་དང་ནད་གཡོག་རྒྱུག་མཁན་གྱི་རོགས་པ་བྱེད་དགོས་ཀྱི་ཡོད་པ་ནང་བཞིན། ཆོས་སྒྲུབ་པའི་ཟླ་གྲོགས་ལ་ཡང་དགེ་འདུན་མེད་པ་ཡིན་ན། རང་ཉིད་སྤྱི་བོས་ཆོས་མགོ་མ་ཐོན་པ་ཡིན་དུས་ག་ལ་དགེ་འདུན་དེ། དགོས་པ་ཡང་རེད། བྱས་ཙང་སྐྱབས་གསུམ་ཟེར་ཡ་དེ་དྲང་ངེས་པ་ཅིག་རེད། དེ་ལས་མང་ན་མི་དགོས་ཉུང་ན་མི་འདུ་བ་ཅིག་སངས་རྒྱས་མེད་ན་སྐྱབས་སྟོན་པ་དགོས་མེད་ཙང་སྐྱབས་མི་ཕྱིན་པ་ཅི། ཆོས་མེད་ན་དངོས་སུ་རང་གི་རྒྱུད་ལ་སྒྲིབ་པ་སྤང་ཡག་གི་བྱ་བ་བྱེད་ངེས་མེད་པ་ཅི། དགེ་འདུན་མེད་པ་ཡིན་ན་སྐྱབས་དཀྲུགས་པའི་མདའ་གྲོགས

སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་གྱིས་མནར་བར་མི་བཟོད་པས། སྙིང་རྗེའི་བསམ་པ་གཉིས་པོ་དེ་སྤྱང་གྲུང་བའི་རྟ་རྒྱུག་གི་གཙོ་བོ་རབ་དེ་རེད། ངེས་འབྱུང་གི་བསམ་པ་ལ་བརྟེན་ནས་འཁོར་བ་ལས་ཐར་འདོད་ཀྱི་བློ་གཅིག་སྐྱེ་གི་ཡོད་པ་རེད། སྙིང་རྗེའི་བསམ་པ་ལ་བརྟེན་ནས་སེམས་ཅན་སྐྱོབ་འདོད་ཀྱི་བློ་གཅིག་སྐྱེ་གི་ཡོད་པ་རེད། འཁོར་བ་ལས་ཐར་བ་དང་སེམས་ཅན་ལ་སྐྱོབ་པ་ལ་ཡང་དག་པ་དང་ཐམས་ཅད་མཁྱེན་པའི་གོ་འཕང། ཐོབ་དགོས་ཡ་ཡིན་ཙང་དེའི་ཆེད་དུ་ལམ་ཉམས་སུ་ལམ་གྱི་ཡིན་བསམ་པའི་བསམ་བློ་དེ་ལས་ཀྱི་རེད་འོན་དེ་ལས་པ་ཡིན་ན་ཨ་ནི་སངས་རྒྱས་ལ་ཡིད་ཆེས་བྱས་ནས་སངས་རྒྱས་ཀྱིས་སྟོན་པའི་ལམ་དེ་རང་གི་ཉམས་སུ་ལེན་གྱི་ཡིན་དེའི་ལམ་སྒྲུབ་པའི་ཟླ་གྲོགས་ལ་ཡང་དགེ་འདུན་བསྟེན་གྱི་ཡིན་བསམ་པའི་སངས་རྒྱས་ཆོས་དང་དགེ་འདུན་ལ་ཡིད་ཆེས་ཀྱི་དད་པ་དང་རང་གི་རྒྱུད་ལ་ཡ་འཁོར་བ་དང། ཞི་བའི། འཇིགས་པ་ལས་གྲོལ་བའི་མངོན་འདོད་ཡོད་པ་ཅེས་པའོ་དེ་གཉིས་བྱུང་སོང་ན་སྐྱབས་འགྲོའི་སྤྱོད་ཚང་བ་རེད་དེ་ལ་བརྟེན་ནས་སྐྱབས་འགྲོ་མཚན་ཉིད་པ་ཅེས་བརྗོད་ལ་ཅི་ཐུག་རེད། དེ་ལྟ་བུའི། འཁོར་བ་དང། ཞི་བ་མཆོག་བགྱིས་པའི། ཏཱ་ལི་ཡ། འཇིགས་པའི།

རྗེས་རབས་ལ་ཡིན་ན་ཡང། འདུལ་བ་དེ་ཆེད་མེད་པའི་ཆེད་བརྗོད་ཡོད་ཀྱི་རེད། ཨ་ནི། སོ་སྤྱིའི་གང་ཟག་དགེ་འདུན་བཞི་དང་བཞི་སྒྲ་ཡན་ཆད་དགེ་འདུན། དཀོན་མཆོག་སྒོ་གཅོད་པ་ཡིན་ཙང་གཙོ་ན་ཆོས་དགེ་འདུན་ལ་སྐྱབས་སུ་མཆི། ཧཱུྃ། བདག་ཇི་སྲིད་འཚོ་ཡི་བར་དུ། བདག་བྱང་ཆུབ་མ་ཐོབ་ཀྱི་བར་དུ། སྐྱབས་སོང་འཛིན་པ་སློབ་དཔོན་གྱི་གཟུངས་དུ་གསོལ་སྐྱབས་སོང་འཛིན་པ་རི་ཡབ། རང་གི། སྐྱབས་འགྲོ་རང་གིས་བྱས་པ་དང།

སྐྱབས་འགྲོ་ལྷ་བརྒྱ་ཡོངས་རྫོགས་ཀྱི་གདོང་ར་བ་འདི་དག་ནས་རྒྱབ་གདུགས་རེད་བསམ་འདུག་དཀོན་མཆོག་གསུམ་དང་སྐྱབས་སུ་འགྲོ་བའི་རྗེས་འབྲེལ་ལྟ་བུ་འདི་ལ་ཡ་རང་གི་མི་ཚེ་ནང་ལ་བྱ་དགོས་ཡ་མི་བྱ་དགོས་ཡ་འདི་བྱས་འདི་ངོ་ཤེས་དགོས་ཡ་དང་ལན་དེ་ཉམས་ལེན་བྱེད་དགོས་གལ་ཆེན་པོ་རེད།

དངོས་དང་བརྒྱུད་པའི་སྒོ་ནས་གནོད་པ་འགྲོ་ཡ་བྱིན་པ་ཡིན་ན། དེའི་བྱ་བ་དེ་ལ་མི་དགེ་བ་ཟེར་བ་རེད། མི་དགེ་བ་ཟེར་ཡ་དེའི་བྱ་བ་དེ་བྱས་པ་ལ་བརྟེན་ནས་ཁ་ཐུག་སེམས་ཅན་གཞན་པ་ཅིག་ལ་གནོད་ཀྱི་ཡོད་ན་ཡིན། རེད་ཡང་དེའི་བརྒྱུད་ནས་ག་ལི་ག་ལི་རྒྱུ་རིན་མང་པོ་ཅིག་གི་མཐར་དེ་ཡང་སེམས་ཅན་ལ་གནོད་ཀྱི་ཡོད་ནའི་རེད། འདི་འདྲ་གི་གནོད་པའི་རིགས་གང་ཡིན་པ་དེ་ལ

རང་ལས་གཞན་པའི་སེམས་ཅན་མང་པོའམ་སེམས་ཅན་རེ་རེའམ། ཚོགས་པའམ་དེ་འདྲའི་ལ་ཡ། དངོས་དང་བརྗོད་པའི་སྒོ་ནས་ཕན་ཐོགས་ཡ་བྱེད་ལ་ཡ་དགེ་བ་སེལ་ལ་མི་འདོད་རེ། འོན་དེ་ལྟ་བུའི་དགེ་བ་དེ་ནི། བསམ་པ་རྣམ་པར་དག་ལ། འགྱུར་བ་ཡང་དག་ལ། འཇུག་བསྔོ་བ་དང་མོ་རྣམས་ཀྱིས་བརྒྱན་པར་བྱས་ནས་ཕུན་སུམ་ཚོགས་པ། བགྱི་བར་བྱེད་པ་སྤྱད་དེ་ཕྲད་སྔོན་ལྷ་ཆོས་ལྟ་བུ་མ་ཡིན་པར། ཀུན་སློང་ཡག་པོ་བཅོས། འཇུག་བསྔོ་རྗེས་སུ་འཚང་བར་བྱེད། གང་བགྱི་བ་བསགས་པ་དེ་བྱང་ཆུབ་ལ་བསྔོ། འདུ་བྱེད་པ་ཡིན་ན། དེ་ནི་དགེ་བ་ཕུན་སུམ་ཚོགས་པ་ཟད་པར་བྱ་དགོས་རེད། སྡིག་པ་ཅི་ཡང་མི་བྱེད་པ་དང། དགེ་བ་ཕུན་སུམ་ཚོགས་པ་བྱེད་ཡག་དེ་ལས་སླ་པོ་ཡོད་མ་རེད། ད་ལྟ་ང་ཚོའི་མི་ཚེ་ནང་ལ་དེ་ཡོང་ཁག་པོ་རེ་བྱེད་པ་རེད། ག་དུས་ཡིན་ནས་སྡིག་པའི་བྱ་བ་ལ་ཞར་དུ་ཞུགས་ལ་ཞུགས་འགྲོ་ཡག་དང། དགེ་བ་ཅི་བྱེད་པ་ཡིན་ན་ཡང་ཆ་མ་ཚང་བ་རེ་བྱེད་ཡོང་བསྡད་དེ། ག་བ་ཐུག་གོ་རེད་ཟེར་ན་རང་གི་སེམས་མ་དུལ་བ་ལ་ཐུག་གོ་རེད། དེ་བ་མི་བྱེད་ཡག་དང་དགེ་བ་ཕུན་སུམ་ཚོགས་པ་ཡོང་ཡག་གི་ཐབས་དེ་རང་གི་སེམས་འདུལ་རི་དགོས་ཡག་དེ་རེད། རང་གི་སེམས་ཉིན་མོ་བའི་གཞན་དབང་དུ་སོང་བ་དེ་མ་འདུལ་བ་ཡིན་ཙང། འདོད་ཆགས་དང་ཞེ་སྡང་དང་གཏི་མུག་འགོག་དབང་གིས་ཨ་ནི་དེ་བ་བྱེད་གི་ཡོད་རེད་དགེ་བ་བྱེད་ཐུབ་ཀྱི་ཡོད་མ་རེད། བྱས་ཙང་སེམས་འདུལ་ཡག་དེ་ལ་སངས་རྒྱས་ཀྱིས། བསྟན་པ། སྙིང་པོ་བསྟན་པའི་སྙིང་པོ་སེམས་མི་འདུག་སངས་རྒྱས་ཀྱི་བསྟན་པ་དེ་དོན་དག་དག། སེམས་འདུལ་ཡ་དེ་ཐབས་དེ་རེད་སེམས་འདུལ་བའི་ཐབས་ཀྱི་རིམ་པ་བསྟན་པ་དེ་ལ་ཡ་སངས་རྒྱས་བསྟན་པ་ཟེར་བ་རེད། སེམས་ག་འདྲས་སུ་འདུལ་དགོས་རེད་ཟེར་བྱས་ན། རང་གི་རྒྱུད་ལ་ཤེས་རབ་ཀྱི་ལྷ་པ་སྐྱེས་ནས་ཨ་ནི་སེམས་འདུལ་དགོས་ཀྱི་ཡོད་རེད་ཤེས་རབ་ཀྱི་ལྷ་པ་མེད་པ་ལ་ཡ་སེམས་འདུལ་ཡ་གི་ཐབས་ཤིག་ཡོད་མ་རེད། ཤེས་རབ་ཀྱི་ལྷ་པ་རང་གི་རྒྱུད་ལ་སྐྱེས་པ་ལ་ཏིང་ངེ་འཛིན་གྱི་ལྷ་པ་དགོས་རེད་དགོངས་ཀྱི་ཉམས་རྟོགས་དེ་དགོས་རེད། དེ་ནི་ཏིང་ངེ་འཛིན་གྱི་ལྷག་པར་ཡུལ་དབང་ནི་ཡ། ཚུལ་ཁྲིམས་ཀྱི་ལྷག་པར་གོ་རེ། ཅེས་དང་སངས་རྒྱས་ཀྱི་བསྟན་པ་སི་ཡ་སྟེ། སིམ་འདུལ་ལས་རིམ་པ། ཤེས་རབ་ཀྱི་ལྷག་པར་རང་གི་རྒྱུད་ལ་བཅིལ་བའི་ཆེད་དུ། ཏིང་ངེ་འཛིན་གྱི་ལྷག་པར་སྔོན་དུ་འགྲོ་དགོས་ཡ། ཏིང་ངེ་འཛིན་གྱི་ལྷག་པར་ཡོངས་ཡག་གི་ཆེད་དུ་ཚུལ་ཁྲིམས་ཀྱི་ལྷག་པར་སྔོན་དུ་འགྲོ་དགོས་ཡ། དེའི་ཆེད་དུ་ཐོག་མ། ཆོས་ལ་ཐུལ་བ་བྱེད་དེ་ནས་བསམ་པ་བྱེད་དེ་ནས་བསྒོམ། ཐོས་བསམ་སྒོམ་གསུམ་རིན་ཆེན་དུ་མ་སྤྱད་པ་ཡིན་ན། ཐོས་པ་རྐྱང་རྐྱང་གིས་རྒྱུད་མདུད་ཐོབ་གི་མ་རེད་བསམ་པ་རྐྱང་རྐྱང་གིས་རྒྱུད་མདུད་ཐོབ་གི་མ་རེད། ཐོས་པ་དང་བསམ་པ་མེད་པ་ལ་སྒོམ་ཡོང་ཡ་ཡོད་མ་རེད་ཨང་དེ་འདྲ་ཡིན་ཙང་ཐོས་བསམ་སྒོམ་གསུམ་གི་ཐོག་ནས་མཐར། རང་གི་རྒྱུད་ལ། ཤེས་རབ་ཀྱི་ལག་པ་བཅད་ཡ་གི་ཐབས་ཅིག་སྤྱད་དེ། སངས་རྒྱས་ཀྱི་ད་ཆུའི་བྱེ་ཐང་གི་འགྲོ་སྟངས་གཙོ་བོ་རེ་བ་བྱས་འདི་སྤྱད་ཐུབ་པ་ཡིན་ན། ཨ་ནི་སྐྱབས་གསུམ་འཛིན་པའི། སྐྱབས་འགྲོའི་བསླབ་བྱ་ཚང་མ་ལོ་དེ་ནང་འདོད་འགྲོ་གི་རེད། ཨོ་དེ་ཡང་ཁྱེད་ཀྱིས་སྐྱབས་གསུམ་འཛིན་པའི་དགེ་བསྙེན་གྱི་དེ་འདྲི་བ་བྱེད། ད་བྱང་ཆུབ་སེམས་དཔའི་འདུན་པ་འབོ་ཡ་དེ་ཡིན་ད་བྱང་ཆུབ་སེམས་དཔའི་འདུན་པ་འབོ་ཡ་ལི་ཡ་མུ་ནས་བྱས་པ་ཡིན་ན་བྱང་ཆུབ་སེམས་ཆུང་གི་རིམ་པར་བརྩི་བལྟས་སེ་ཞུ་དགོས་ཡ་སོ་ར་བྱེད་བ་རེད་དེ། ད་ད་ལྟ་ང་ཚོ་དུས་ཚོད་མེད་པ་ཡིན་ཙང་ད་མདོར་བསྡུས་ནས་ཞུས་པ་ཡིན་ན། ཐེག་པ་ཆེན་པོའི་ལམ་གྱི་གཞུང་བཞིན་དེ། བྱང་ཆུབ་ཀྱི་སེམས་རེད་བྱང་ཆུབ་ཀྱི་སེམས་ཟེར་ཡ་དེ། ག་འདྲས་བྱེད་ལ། ངོས་ཟིན་གོ་རེ་ཟེར་ན། སེམས་ཅན་ཐམས་ཅད། སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པས། གཉིས་ཀྱི་ཤུགས་དྲག་པོ་གཅིག་རང་གི་རྒྱུད་ལ། བསྐྲུན། རང་གི་རྒྱུད་ལ་འཆི་བར་བྱེད། ཉིན་བྱེད་ཤུགས་དྲག་པོ་ཡང་ཡང་འདི། སེམས་ཅན་ཐམས་ཅད་རང་ལ་ཤིན་ཏུ་སྙིང་ཉེ་བས། ཡིད་འོང་གི་འཇམ་དཔལ་ཡུལ་དུ་བྱེད་པ་ཅིག་དགོས་པ་རེད། སྙིང་ཉེ་བ་ག་འདྲའི་ཞིག་ནས་ཡོང་དགོས་པ་རེད་ཅེ་ན། དྲིན་ཆེན་པོ་ཡིན་པ་དེ་ཧ་གོ་ན། ཨ་ནི་སེམས་ཅན་ཐམས་ཅད་རང་གི་སྙིང་ཉེ་བ་ཡོང་འདུག་བ་རེད། དེ་ཙམ་དྲིན་ཆེན་པོ་ཡིན་པ་ག་འདྲའི་ཟ་དགོས་པ་རེད་ཅེ་ན། སྤྱི་བོ་ཐོག་མ་མེད་པ་ནས་དམ་པའི་བར་དུ་སེམས་ཅན་ཐམས་ཅད། རང་གི་མར་མ་བརྗེས་པ་དང་ཕར་མ་བརྗེས་པ་དང་གཉིས་དང་ཉེ་དུ་མ་བརྗེས་པའི་དཔྱིད་ཀྱི་མེ་བ་ཆད་མ་དེ་འདྲས་ཡིན་ཙང་སེམས་ཅན་རང་གིས་རང་ལ་དྲིང་ཕྱི་བ་དེ་བཞིན་དགོས་ཡ་ཅི་རེད། ཕར་མ་མ་བརྗེས་པའི་གནས་སྐབས་སུ་ཡང་ང་ཚོ་སྤྱི་ཚོགས་ལ་བརྟེན་པའི་སེམས་ཅན་ཡིན་ཙང་ང་རང་ཚོའི་ལས་དོན་ཆུང་ཙག་ཡན་ཆད་ནས་གཙང་མ་ལོག་སེམས་ཅན་གྱི་དྲིང་ལ་བརྟེན་ནས

ལྷག་བསམ་གཅིག། རྒྱུད་ལ་གཅེས། དེ་ལྟ་བུའི་ལྷག་བསམ་རྒྱུད་ལ་གཅེས་སོང་ན། དེ་སེམས་ཅན་སྡུག་བསྔལ་ལས་སྒྲོལ་བའི་ནུས་པ་དེ་ང་རང་ཚོ་ལ་ཡོད་རེད་བས་ཟེར་ན་ཡོད་མ་རེད། བྱས་ཙང་བྱང་ཆུབ་སེམས་དཔའི་དམིགས་ཡུལ་གཙོ་བོ་དེ་གཞན་དོན་འདི་རེད། གཞན་དོན་སྒྲུབ་པ་ལ་ཡང་གཞན་དོན་སྒྲུབ་པའི་ཡན་ལག་ཏུ་སེམས་ཅན་གྱི་ཁམས་དང་བསམ་པ་དང་བག་ལ་ཉལ་ཐམས་ཅད་གཞན་ཡག་དང། སེམས་ཅན་ལ་གང་ལ་གང་འདུལ་གྱི་ཆོས་ཀྱི་རིམ་པ་གང་དྲིས་བསྟན་དགོས་བྱུང་ནས།

བདག་གཞན་མཉམ་བརྗེའི་སྒོ་ནས་སྦྱོང་ཚུལ་དེ། རང་གཅེས་འཛིན་གྱི་སྐྱོན་དགུ་དུ་མ་ནས་བསམ། ཁོག་སྟོང་ངོ་མ་ནས་ད་ལྟ་བར་དུ། འཁོར་བ་ལ་བྱམས་དགོས་ཡ་དང། ངན་སོང་གི་སྡུག་བསྔལ་མྱོང་དགོས་ཡ་དང། ད་ཁུ་བས་ཅིག་གིས་མི་འདུལ་བར་སྣ་བུག་ཡོང་ཡ་ཚང་མ་ལོག་རྒྱུ་གཙོ་བོ་ལ་འོག་པ་ཐུག་ཡོད་རེད་ཟེར་ན་རང་གཅེས་འཛིན་ལ་ཐུག་ཡོད་རེད། ད་ག་ནང་བཞིན་བདེ་བའི་དངོས་པོ་གང་རྙེད་པ་བཅས་དེ་གཞན་གཅེས་འཛིན་ལས་ཐོན་ནས་བྱུང་བ་ཅི་རེད། དེ་འདྲའི་ཡིན་ཙང། རང་དང་གཞན་གཉིས་འོས་ཏེ་མཉམ་པ་ཙམ་དུ་མ་ཟད་པས་རང་ལས་གཞན་གཙོ་ཆེ་བ་ཡིན་ཙང། རང་གི་ས་ཆ་ལ་གཞན་ལྕི་བར་ཟིན། གཞན་གྱི་ས་ཆ་ལ་ཡང་རང་ཡལ་བར་གྱུར་ནས། རང་གཞན་གཉིས་པོ་དེས་རྗེ་བོ་རྒྱ་གྲགས་ཀྱི་བསམ་ཚུལ་གཅིག་ལྕི་བའི་ཐོག་ནས་འདི་བྱང་ཆུབ་སེམས་དཔའ་དབང་ལྡན་གྱི་ལུགས་སྦྱོང་ཚུལ་དེ་རེད། རང་གཅེས་འཛིན་གྱི་སྐྱོན་གོ་དུ་མ་ནས་བསམ་གཞན་གཅེས་འཛིན་ཡོན་ཏན་གོ་དུ་མ་ནས་བསམ།

དེ་ནང་བཞིན་ངས་ཡང་ལབ་གི་ཡིན་ཟེར་བྱས་ནས། རྒྱ་མཆུ་སྲིན་པོའི་སྐྱུ་པ་ལ་བསླབ་བར་དམ་བཅས་ནས། སྡུམ་པ་བླང་ཡང་ཅི་རེད། སྡུམ་པ་བླང་བའི་ཡུལ་དེ། ཁྱོད་རྒྱལ་བ་སྲས་བཅས་ཀྱི་མདུན་ནས། བླང་ཡག་རེད། འོན་ཏེ་འདྲ་ཡིན་ཙང། ཁྱེད་རང་ཚོའི་མདུན་དུ་ཡོད་པའི། སྟོན་པ་ལྟོ་བའི་དབང་པོ་དེ་སྟོན་པ་ལྟོ་བའི་དངོས་ཡིན་སྙམ་པར་བྱེད། དེའི་གཡས་སུ་འཇམ་པ། འཇམ་པའི་མཐའ་སྐོར་ལ་ཡ་བརྒྱ་ཅན་བཅུ་བཅུ་གྱི་བླ་མ། གཡོན་དུ་འཇའ་དབྱངས། འཇའ་དབྱངས་ཀྱི་མཐའ་སྐོར་ལ་ཡ། ཟབ་མོ་ལྟ་སྤྱོད་ཀྱི་བླ་མ། མདུན་དུ། དྲི་ལྔའི་རྩ་བའི་བླ་མས་གཙོ་བོར་བྱས་པའི་ཆོས་འབྲེལ་ལྔ་བདུད་ཀྱི་བླ་མ། ད་ག་ནང་བཞིན་བསྟན་ལ་སྤྱོད་ཀྱི་གྲངས་ལ་ཡ། ཟབ་མོ་ལྟ་སྤྱོད་བརྒྱ་ཆེན་བཅུ་བཅུ། ལྷག་པར་དུ་ཡ། དང་ལྟ་སྐོར་ཡ་རང་གི་ནང་ལ་སངས་རྒྱས་ཀྱི་བསྟན་པ་ཐོག་མར་དར་བ་ནས་ཕྱིན་དང་ལྟ་བར་དུ། སྣང་བ་འགྱུ་བ་ག་ཚོད་ཕས་ཡོད་ནས་ཁྱེད་རང་ཚོས་ཕྱིན་པར་བྱས་ཏེ་མདུན་གྱི་ནམ་མཁའ་ལ་སྤྲིན་གྱི་ཕུང་པོ་ལྟེ་བ་ལྟ་བུ་བཞུགས་ཡོད་སྙམ་པར་བྱས། ཨ་ནི་དེ་ཚོ་ལ། བསོད་ནམས་ཀྱི་ཚོགས་བསགས་པའི་ཆེད་དུ་ཡན་ལག་བདུན་པ་གཅིག་འབུལ་དགོས་བར་ད་ཡན་ལག་བདུན་པ་བརྒྱད་པ་འདོན་ཡག་གི་དགོས་པ་མི་འདུག་སྟེ་ཡན་ལག་བདུན་ཟེར་ཡག་དེ་ཕྱག་འཚལ་བ་ཆུ་བབས་ཕུལ་བ། བདེ་བར་གཤགས་པ་དགེ་བ་ལ་རྗེས་སུ་ཡི་རང་བ། ཆོས་ཀྱི་འཁོར་ལོ་བསྐོར་བ། གསོལ་བ་བཏབ་པ་ནི་ང་ནི་མི་འདའ་བར་གསོལ་བ་དང་དེ་བདུན་པོ་དེ་ལས་ཡན་ལག་བདུན་ཟླ་དགུ་རེད། ད་འདི་ང་ཚོ་བོད་སྐད་ཀྱི་ནང་ལ་བྱ་བསལ་བ་ཆོས་བྱ་བ་སེལ་ཏེ། ཅེས་འདོན་ནས་འདྲིས་པ་བྱས། འདོད་ཚུལ་གྱི་དབང་གིས། དེའི་སྐབས་ལ་ཡ་ཁྱེད་རང་ཚོས། འདོན་ལ་ཞུ་བའི།

ད་བྱང་ཆུབ་སེམས་དཔའི་སྡོམ་པ་བླངས་པ་ཡིན་ཙང་བསྲུང་བྱ་ལ་ཡ། རྩ་བའི་མཐོང་བ་བཅོ་བརྒྱད་ཉིས་བརྒྱ་བཞི་བཅུ་ཞེ་དྲུག་གིས་བསུ་བ། ཡོད་རེད་ད་དངོས་གནས་བྱས་ན་དེ་ཚོ་ངོ་སྤྲོད་བྱེད་དགོས་རེད་དེ། དེ་ཚོས་མེད་པ་ཡིན་ཙང། ཁྱེད་རང་ཚོའི་སྐད་ལ་ཡ། དེ་ཚོ་ཐོག་ལ་བྲིས་བཞག་པ་དེ་འདྲ་འདུག་ཨང་དེ་ཚོ་གཟིགས་གནང་ན་ཡག་པོ་ཡོད་རེད། ཨན་དུས་རྒྱུན་དུ། ཉི་མ་རྟག་པར་བྱང་ཆུབ་ཀྱི་སེམས་དྲན་དགོས་ཡ་དེ་གཉིས་ལན་གསུངས་ཚན་ལན་གསུངས། དྲན་དགོས་ཚུལ་གལ་ཆེན་པོ་རེད། དེ་ནི་ལམ་རིམ་ནང་བྱུང་བའི་དཀར་པོ་ཆུ་བཞི་བསྟན་པ་དང་ནག་པོ་ཆུ་བཞི་སྤོང་བ་ལ་སོགས་པ་དེ་འདྲའི་གི་ལྷ་བརྒྱ་དེ་འདྲའི་ཡོད་རེད་ཨང་དེ་ཚོ་ཡང་ཆགས་པའི་ནང་ནས་སྲིད་པ་ཡིན་ནི་རེད་ཨང་དང་བཅོས་པ་ཡིན་ནི་རེད་ཨ་དུ་སེམས་བསྐྱེད་དེ་ཉམས་ལེན་གནང་ཐུབ་པ་ཡིན་ན་ཨང་ཅིག་ཅན་ཆུ་སྲིན་པའི་སྡོམ་པ་བླངས་པ་དོན་དུ་བསྟན་པར་ཆགས་གི་རེད། ལོ་ཁ་ཤས་ཀྱི་རྗེས་ལ་ཁྱེད་རང་འདས་ཡོད་པའི་ཀོ་རི་ཡའི་བྱུས་གྲོགས་ཞེས་བཅར་འདྲ་ཡག་གོ་བོ་བྱུང་གོ་བོ་བྱུང། ཨ་ཡིན་ནས་དུས་ཚོད་ཐུང་ཐུང་ཅིག་ནང་ལ་ཁྱོད་ཀྱི་རྣམ་གྲངས་ཆེན་པོ་གཅིག་གཉིས་བཤད་ཡག་དང་དུམ་བུ་འབོ་ཡག་དེ་ཡིན། ཅིག་བྱས་ན་མ་ཡོད་པའི་སོ་ར་ཞིག་རེད། ཨ་ཡིན་ནས། དུས་ཚོད་རིང་ཐུང་ལ་མ་བལྟོས་པའི་ཆོ་གས་ཡན་ལག་མ་ཉམས་བརྩི་བྱེད། བྱས་ནས་ཞུས་པ་དེ་ཅི་བྱས་ན་སྐལ་བ་བཟང་པོ་རེད་དམ་ཅི་དང་ཅི་རང་སོ་ཚང་མ་ལ་ལྷུག་སྦྱོང་ཡོད་པ་རང་གཞི་བཞག་བྱས་ནས་གང་དགའ་རེ་རེ་བྱེད་ནས་ངོ་སྤྲོད་བྱས་མ་གོ་བ་ཚང་མས་མཆན་གྱི་ཡོད་པ་རང་གཞི་བཞག་བྱས་ནས་ཞུ་གི་ཡོད།